མ་རེད། མགོ་ན་གྲོ་གོ་ཞེས། སྡུག་བསྔལ་སྣ་ཚོགས་ཡོང་གི་རེད། དེ་སྡུག་བསྔལ་དེ་ཚང་མ་ཤེས་འདོད་ཡོད་རེད་མྱོང་འདོད་ཡོད་རེད། མངོན་དུ་བྱོས་འདོད་ཡོད་རེད། དེ་ལས་གང་དགོས་ཀྱི་གཡུལ་འདོད་ཀྱི་ཡོད་རེད་འབུ་གྲོག་མ་ཡིན་ནའི་དེ་གཡུལ་དགོས་རེད་ད། མེ་ར་གཅིག་ཚུར་རོ་བྱས་ན་གཡུལ་ཤིང་གི་རེད། གཡང་ལ་མ་ཟགས་སུ་ན་ཟུག་པ་བརྡབས་ནི་ན་ཚ་ཡོད་པ་དེ་ཤིང་གི་རེད་ཁོ་དུད་འགྲོ་ཡིན་ན་ཡང་གཡང་ལ་ཡ་ཕྱི་ཐན་རྒྱག་ཤིང་གི་རེད་ཁོ། དེ་གསུང་དགོས་ཡ་མ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་སྡུག་བསྔལ་ཤི་བར་བྱ་ཟེར་ཏེ་སྡུག་བསྔལ་དེ་ང་རང་ཚོ་ལ་ཡང་མི་འོང་ཡོང་དུས་གང་ལ་བདེ་བ་ལྟ་བུ་ཅིག་མངོན། དོན་ངོ་ཐོག་ལ་སྡུག་བསྔལ་ཡིན། འཇུ་ཡི་སྡུག་བསྔལ། ང་རང་ཚོ་ནང་བཞིན་ཟག་བཅས་ཀྱི་འཚོ་བ་བདེ་བ་ཟེར་ཡག་དེ་རེད། ད་ག་ནང་བཤད་ཀྱི་ཆགས་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་ཏེ་ཞེ་དྲག་སྡུག་བསྔལ་ཕྲ་མོ། དངོས་གནས་ཧ་ཅིག་གོ་བ་ཡིན་ན་སྡུག་བསྔལ་དེ་རགས་ཀྱིས་ཁྲོས་པ་ཡིན་ན་ད་སྡུག་བསྔལ་ནག་ཤོས་དེ་གོ་ཆགས་དེ་ཡོད་རེད་ཆགས་པ་འདུ་བྱེད་སྡུག་བསྔལ་ཟེར་ཏེ།

དཔེ་བྱ་བ་ནང་བཞིན་གྱིས་ང་ཚོ་སྡུག་བསྔལ་ཤེས་དགོས་གི་རེད་དེ་ཡིན་ཙང། ང་ཚོ། སྡུག་བསྔལ་མྱོང་བསྡད་པ་གྱིས་མ་གཏོགས་སྡུག་བསྔལ་གྱི་རྩ་བ་ག་རེ་ཡིན་སྡུག་བསྔལ་ཕྲ་བ་དེ་ག་རེ་ཡིན་རྩ་བ་ནས་ངོས་བཟུང་ཐུབ་དགོས་མ་རེད་དེ་ཡིན་ཙང་ཁ་སང་ང་ཚོ། སྐྱབས་འགྲོ་གི་སྡུག་བསྔལ་ཤེས་དགོས་ཟེར་ཏེ་ཚེ་འདས་ཀྱི་སྡུག་བསྔལ་དག་ཆ་ཆུང་ཁུལ་ལ་བཀྲ་ཡ་ནས་ན་ཚ། བྲེལ་ཁོང་གི་སྡུག་བསྔལ་དག་དཔལ་འབྱོར་དབུལ་ཕོངས་ཀྱི་སྡུག་བསྔལ་དག་ག་དེ་རྣམ་སྨིན་ན་སོ་ལ་ཤིན་ཏུ་རེད་ང་ཚོ་མྱོང་ཐོག་ལ་མྱོང་བསྡད་ཡོད་རེད། ད་དུས་དེ་ལས་གཏིང་ཟབ་རུ་བ་ཕྱིན་ནས་སྡུག་བསྔལ་དེ་བློ་སྦྱོང་བྱས་ན་ཨ་ནི་སྡུག་བསྔལ་གྱི་རྩ་བའང་སྡུག་བསྔལ་གྱི་རྨང་གཞི་ཡང། སྡུག་བསྔལ་གྱི་ཕྲ་བ་དེ་གས་དེ་ངོས་བཟུང་ཐུབ་རེད་ཟེར་ནས་སྡུག་བསྔལ་ཤི་བ་བྱ་གསུང་དགོས་རེད། དེ་ནས་ཡིན་ཙང་སྐྱབས་སུ་འགྲོ་བ་ལ་དང་པོ། སྡུག་བསྔལ་ལས་འཇིགས་སྐྲག་སྐྱེས་པ་ལ་སྡུག་བསྔལ་ངོས་ཟིན་གོ་དགོས་དེ་ཡིན་ཙང་སྡུག་བསྔལ་དེ་བློ་སྦྱོང་བྱེད་དགོས་རེད་ད། སྡུག་བསྔལ་རྒྱ་ཆེན་པོ་ཞི་བ་ཕྱིན། ད་སྡུག་བསྔལ་ནང་གི་མཐའ་ཐུག་པོ་དེ་ག་རེ་རེད་ཟེར་ན་ཆགས་པ་འདོད་ཆུང་སྡུག་བསྔལ་ཟེར་ཡ་དེ་རེད། ང་ཚོ་སྡུག་བསྔལ་ཡོང་ས་ཀྱི་རྨང་གཞི་ཕུང་པོ་ལྔ་དེ་ཟག་བཅས་ཀྱི་ཕུང་པོ་ལས་དང་ཉོན་མོངས་བྱུང་ཆོག་གི་ང་ཚོ་ཕུང་པོ་དེ་ཆགས་འདོད་རེད། ད་ཕུང་པོ་དེ་ག་འདྲས་སུ་སྡུག་བསྔལ་ཟེར་དུས་ལས་དང་ཉོན་མོངས་ཀྱི་གཞན་དབང་སོང་ཡ་དེ་ལ་སྡུག་བསྔལ་ཕྲ་ཤུལ་དེ་རེད། ལས་དང་ཉོན་མོངས་པོ་གི་གཞན་དབང་ཡིན་དེ་བ་ཅི། ང་ཚོ་ལས་དང་ཉོན་མོངས་ཀྱི་གཞན་དབང་ཟེར་ཡ་དེ་ལ་སྡུག་བསྔལ་ཕྱིན་དུ་ཚོགས་ཀྱི་མ་རེད་བ། བྱས་ཙང་ད་དེ་ཨ་ལས་རག་འཕྲོད་པ་ལ་ང་ཚོ་ད་ག་ལ་ཧོད་རེད་རྨང་གཞི་འདྲ་དེ་སྡུག་བསྔལ་བཀོལ་དེ་ཅིག་ང་རང་ཚོ་ནང་ཆོས་འཇོན་ཐེངས་ཀྱི་བསམ་བློ་འགྲོ་ཤོག་དེ་ཅིག་ཤེས་དགོས་འདུག་ཨ་ནི་རིམ་པ་གཉིས་པ་དེ་ལ་ང་ཚོ་སྡུག་བསྔལ་ནང་ལ་ཚུད་སྟངས་དེ་ག་རེ་རེད།

དེ་ཁོ་རྒྱུན་ལྡན་འདྲ་ཅི་རེད་འཛམ་བུ་ལས་ཡོངས་སུ་རྫོགས་པ་དེ་རེད། དེ་འདྲའི་ཚིག་རིག་པ་ཡིན་ན་ད་ག་རེད་དེ་གི་ལུས་ཀྱི་འཕྲོད་བསྟེན་སྐོར་ཞིབ་རྒྱ་ཆེན་པོ་ཡར་རྒྱས་ཕྱིན་དུ་ཡོད་རེད་ག་རྗེས་ཀྱི་གང་ཙམ་ཞིག་ད་གཏན་གྱི་བདེ་བ་འདྲ་ཐོབ་རྒྱུ་ཡོད་ན་ཐོབ་རན་པ་སོགས་འདྲ་ཆགས་དུ་ཡོད་རེད་བ། ང་རང་ཚོ་ཡ་མི་རེ་ནི་མི་རེ་ནི་མི་རེ་ནི་བ་ལུས་ཀྱི་ཐོག་གི་གཅིག་སྡུག་བསྔལ་སེལ་ཡ་དང་ལུས་བདེ་སྐྱིད་ཡོང་ཡ་གི་དོན་དག་ལ་བེད་སྤྱོད་ནི།

དེ་ནས་ཆེ་ཤོས་དེ་ཆགས་དེ་རེད་ང་ཚོ་བདག་པོ་བྱེད་མཇལ་གི་མ་རེད། དོགས་སྣང་ཅི་ཡང་བྱེད་གི་མ་རེད། ལུས་གང་ལ་ག་ཚད་ཚད་བྱས་པ་ཡིན་ནའི་དེ་ཙམ་གྲུབ་འབྲས་ཐོན་ཐུབ་གི་མ་རེད། སེམས་དེ་ལ་བློ་སྦྱོང་གྱིས་སྤྲས་པ་ཡིན་ན། ཨ་ནི་རྦད་དེ་ཁོ་རང། ཡོན་ཏན་གྱིས་བསླད་སོང་ན། ཐབས་ཡུལ་གོམས་པ་གྱིས་ཐོབ་སོང་ན་སྟོང་ཉིད་རྟོགས་སོང་ན་གཉིས་ཤེས་བཅས་བྱང་ཆུབ་ཀྱི་སེམས་དེ་ཚོ་ཕྱུག་པོ་གྱིས་ཆགས་སོང་ན། ཨ་ནི་ཧ་ཅང་གི་ཕན་ཐོགས་ཆེན་པོ། དེ་ཡང་གནད་ཁེལ་ཟེར་བ་མ་ཡིན་པར་སྐྱེ་བ་ཚེ་རོལ་མང་པོར་བེད་སྤྱོད་བཏང་ཆོག་ཡོད་ཆོག།

ཁོས་ག་རེ་བྱེད་དགོས་ཡོད་མེད་དང། ཁོག་གི་སྟེང་དུ་ཉོན་མོངས་ག་རེ་ཡོང་དགོས་ཡོད་མེད་དང། རྩ་བ་ནི་བྱེད་དགོས་ཡོད་མ་རེད། དེ་ནི་ང་ཚོ་དེ་གསན་ཏེ་རྒྱང་ཡིག་ལ་ཕྱིན། ཨ་ནི་ཉོན་མོངས་ཨང་དུ་སོང། ཉོན་མོངས་ཀྱི་འཁྲིད་བྱེད་དུ་གང་གང་ཡག་ཟིན་རྒྱག་དེ་ནས་སོ་སོ་དེ་ལ་ཡོད་པ་དེ་འཚོལ་དགོས་ཡོད་མ་རེད། གསན་ཏེ་ག་རེ་གི་གཡོག་པོ་ཆགས་འདོད་པ་དེ་ཤི་དགོས་ཡོད་མ་རེད། ད་སེམས་བརྟག་དཔྱད་ཡག་པོ་བྱས་པ་ཡིན་ན་ནི་སེམས་ཀྱི་སྟེང་དུ་གཅིག་བྱས་པ་ཡིན་ན་ནི་སེམས་ནང་གར་འདུག། སི་ཏུ་གང་ནི་འདོད་ཆགས། འདོད་ཆགས་ལ་རྣམ་སྨིན་སྣ་ཚོགས་གར་གར་འདུག། ཨ་ནི་ཞེ་སྡང་གར་འདུག་ཞེ་སྡང་གི་རིགས་ག་ཚོད་འདུག་ཕྲག་དོག་འགྲན་སེམས། སེམས་ཀྱི་སྟེང་འདོད་ཆགས་ཀྱི་རིགས་ཞེ་སྡང་གི་རིགས་གཏི་མུག་གི་རིགས་ཉོན་མོངས་བརྗེད་ཁྲི་བཞི་སྟོང་ཟེར་བའི་གྲངས་ཀ་རྒྱ་ཆེ་བ་བརྒྱད་ན། ཚུལ་བསྡུ་བྱས་ན་ཉོན་མོངས་དུག་གསུམ། ད་སེང་འདི་ལོ་བྱས་ཙང་འདི་བྱ་ར་མ་བྱས་བ་ཅིག་ཁོ་ཟླ་བོ་མ་བྱས་ཅིག་ཁོ་མ་འཚོ་བ་བྱས་ཁོ་རྒྱ་ཡིང་དུ་བཏང། དེ་ནས་སེང་གི་སྟེང་དུ་ཉོན་མོངས་པ་ག་ཚད་བཅུག་ན་དེ་ཚོ་གི་ཁ་ལ་རང་ཉལ་བྱ་བར་ད་ང་ཚོ་འདོད་ཆགས་ཀྱི་ག་རི་ལབ་ན་དེ་ཁྱོག་ལ་རྒྱུག་བྱ་བ་རེད། འདོད་ཆགས་ཀྱི་ག་རི་ཟ་ཤོག་ཟེར་ན་ཟ་བྱ་བ་རེད། ག་རི་གོན་ཤོག་ཟེར་ན་གོན་འདོད་ཆགས་ཀྱི་ག་རི་འདྲ་ཅིག་ཀ་གནང་སོང་ན་ལ་ལེགས་སོ་ཟེར་ནས་ད་རྒྱུག་བྱ་བ་རེད་ད་འདི་བ། དེ་ནི་སེམས་ལ་དཀའ་ངལ་མང་པོ་ཞིག་འཕྲད་ཡོང་བ་རེད་ད་འདོད་ཆགས་ཀྱི་དོན་དག་གང་གི་སྒྲུབ་དགོས་ན་ང་ཚོ་ལ་དཀའ་ངལ་ཧ་ཅང་ཆེན་པོ་དེ་འཕྲད་ཡོང་གི་རེད། ད་ག་ནང་བཞིན་ཞེ་སྡང་གི་མང་པོ་ཅིག་ལས་ཞེ་སྡང་དང་ཕྲག་དོག་དང་འགྲན་སེམས་དང་ཁྲོ་བ་དང་རྩིག་པ་ཟེར་ནས་ཞེ་འབོད་མང་པོ་ཅིག་རེད་དེ་ཚང་མ་གི་ཁ་ལ་ཉན་བཞག་པ་རེད་ད་སེམས་དག་པོ་མ་བྱས་ཡང་ཡིན་ཙང་སེམས་དེ་གར་ནས་ཚུད་དེར་ཁོང་ཁྲོ་གི་ཁོང་ཁྲོ་གི་གར་ལབ་ས་ནས་ལབ་གར་བྱེད་ཞུ་ས་ནས་བྱེད། དེ་ནས་མགོ་ལོག་ཆེ་བ་ཚེ་རིང་བཙོན་ཁང་ནང་སླེབས་འགྲོ་དགོས་ར་ད་སེམས་གི་ཁོང་ཁྲོ་གི་བཅས་ཡོད་རེད་ཅེས་ཡ། དེ་ཚོད་འཛིན་བྱེད་མ་ཤེས་པ་བྱེད། དེ་ལ་བཟོ་ལྟ་སྤྲད་མ་ཐུབ་པ་བྱེད། དེ་གི་ཁ་ལ་ཉེ། དེ་གི་གཡོག་པོ་རྒྱུ། དེ་ཁོ་བོའི་བཙོན་ར་ཟེར་དེ་རེད། ག་རེ་གི་བཙོན་ཁང་ཟེར་ཁོང་ཁྲོ་གི་བཙོན་ཁང་ན། འདོད་ཆགས་ཀྱི་བཙན་ཁང་ན་འགྲན་སེམས་ཕྲག་དོག། ཨ་ཉོན་མོ་བརྗིད་ཁྲི་བཞི་སྟོང་གི་ག་རེ་བྱེད་བྱེད་རེད་དེ་ཁོ་བོས་ཀྱི་ནི། རང་དབང་རེད་དེ་ཆ་ཚང་བྱེད་ང་ཚོ་དེ་གི་ཞང་བ་ལ་སྲུང། དེ་བྱེད་པ་ཡིན་ད་ང་ཚོ་སྡུག་བསྔལ་སྣ་ཚོགས་དེ། ཆུ་གི་སྙེ་མ་བཞིན་དུ་གཡག་ཁ་གི་ཆར་པ་བོར་བ་ནང་བཞིན། ཡོང་ཡ་དེ་དེ་གི་བཟོས་བཞག་པ་རེད། ད་ལྟའི་སངས་རྒྱས་བྱུང་སྟེ་སྒོམ་རྒྱལ་སྲིད་དུས་གང་ད་ལྟའི་སེམས་ལ་དབྱེ་འབྱེད་ཀྱི་སྟངས་ཏེ། དེ་འདྲ་ཡོད་ཙང་སེམས་ནང་ལ་ཉོན་མོངས་ག་ཚོད་པོ་གང་གང་ངོས་ཀྱིས་ཟིན། ཁོ་ཚོ་གི་བྱེད་ལས་ག་རེ་རེད་ངོ་བོ་ག་རེ་རེད་དམིགས་པ་ག་རེ་རེད་རྣམ་པ་ག་རེ་རེད། ཁོ་ཚོ་གི་བྱེད་ལས་ང་ཚོ་ལ་སྡུག་པོ་སྤྲད་ཀི་འདུག་བས་ཡག་པོ་བྱེད་ཀི་འདུག་བས་བདེ་སྐྱིད་ཐོབ་ཀི་འདུག་བས། ཁོ་ཚོ་ཁ་ལ་ཉན་ཆེ་ཆེ་ནས་གར་བསྐྱུག་འདུག་འོ་དེ་ཞིབ་འཇུག་བྱས་པ་དེ་ལ་ཨ་ནི་ང་ཚོ་ཆུས་བྱས་ཡས་ལ་དགོས་རེད་ཁ་ཚ་ངས་ཆུས་ཟེར་ངེས་དུས་བཅུས་པ་རེད་སྲིད་པ། བོ་བཅད་ནོར་སྐྱོ་སོ་བཅུད། རྒྱུ་བཅུད་དང་ཡང་དེ། དེ་ལས་སྐུ་ཚིག་སྦྱར་ནས་ཆུད་ཟས་དེ་རེད། ད་དེ། མིང་ཚིག་དེ་ཡག་པོ་ཞེ་དྲག་བཏགས་ཡོད་རེད། སེན་ཆུད་ཞོག་ཟེར་གི་ཡོད་རེད་ད་དེ་བཅུད་དང་དེ་རེད་ད་སོན་སྙིང་པོ་ད་གས་ཉོན་མོངས་པ་གང་གང་ངུས་གསུངས་སོང་ན་ཨ་ནི་སེན་ལ་ཞི་ནི་ཟོབ་ལྟ་སྤྲད་ནི། ཁྱེད་རང་ཁྱེད་རང་གི་སེན་ལ་ཟོབ་ལྟ་སྤྲད་ནི་འོ་ཡི་ད་ཁྱེད་རང། འདོད་ཆགས་ལས་ཡོང་གི་འདུག་ད། འོ་དེ་ལས་ནི། དཔེར་ན་འདོད་ཆགས་སྐྱི་གཡའ་གི་གོ་ཁེའུ་གཅིག་ལས་སོན་ན་དེ་བཀག་ཡ། ཨ་ནི་སུ་བཅུད།

ད་ལྟ་ང་ཚོ་ནག་ཆུའི་ནང་ནས་སྲོག་གཅོད་སྤངས་ཟེར་དེ་རེད་ད་ཕ་ཆོས་སྲོག་བཅད་ཡག་གི་དུད་འགྲོ་ཡིན་ནམ་མི་ཡིན་ན་ཁོས་གི་སྲོག་གི་རི་ཐང་དེ་ལ་རྩི་བ་རི་ཐང་གི་བྱ་དེ་ཧ་ཅང་རྩ་བ་ཆེན་པོ་ཡིན་པ་ནང་བཞིན་གྱི་པས་ཁོ་ལ་རྩི་བའི་དབང་གི་དེ་ནི་སྲོག་གཅོད་སྤངས་པ་དེ་ལ་འགལ་བ་ཆགས་པ་རེད་དེ་མ་གཏོགས་པ་ང་མི་བསད་ན་ཀྲོན་ཆོན་ཁོ་ན་འགྲོ་གི་རེད་དྲན་ཉིན་མ་བསད་ཡ་དེ་དགེ་བ་མ་རེད། དེ་ཁྲིང་རེད་དེ་འཛམ་བུ་ལི་ལ་ཡོད་རེད་ཤུད་ག་ས་ས་ལ་ཡོད་རེད་དེ་དེ་ཁྲིང་དང་དྲ་ནི་ནི་དེ་སང་ཁྲིང་ག་སེ་དང་སེ་གི་ཆེ་ཆེ་དེ་སོ་གང་གི་མི་གང་གི་ཉོས་པ་ཆགས་བསྡད་དེ་རེད། ཁྲིང་དུ་མི་འདོད་བཞིན་དུ་གསུང་གི་བ་ཡིན་ས་ད། འོ་དེ་ཁོ་ཚོ་ཞིབ་ཀྱི་དེ་འདྲི་དཔེ་ན་ང་དེ་བ་ཡོ་རོ་ལི་ན་ནི་ཅིག་ཕྱིན་པ་རེད་ཆ་ཅན་ཡག་པོ་ཞིབ་ཀྱི་འདུག

འོ་དེ་ཁོ། དེ་འདྲ་ཡིན་ཙང་ང་ཚོ་སྲོག་གཅོད་སྤང་ཐང་འདྲ། བྱས་ཙང་ངས་ད་སྔས་ལ་ཡང་ང་ཚོ་སྡུག་བསྔལ་རག་འཕྲོད་དགོས་ཡ་ཀྱི་སེམས་དེ་ང་ཚོ་ལྟ་ཇེ་ཇེ་ནས་འཚོ་བསྡད་པ་དེ་ལ་སྒོམ་བྱས་ས་ཁ་ཚང་ཞུ་ཡི་མ། སེམས་ལ་སེམས་ནས་འཇོག་ཕྱིར་དང། ཆོས་ར་རྣམ་པ་འབྱེད་པའི་ཕྱིར་ཞི་གནས་དང་ནས་ལྷག་མཐོང་ཡིན་གསུངས་རེད། ད་མདོ་དུད་ན་དགོངས་ཡག་མང་པོ་ཡོད་རེད་དབུགས་འབྱུང་ངོ་དགོངས་ཡག་ཡོད་རེད་ད་ང་ཚོ་ས་ན་ནི་དགོངས་གནས་གི་འགོ་བཙུགས་དུས་རིམ་པས་ཁྲིད་ཡོང་གི་རེད་དབུགས་འབྱུང་ངོ་དགོངས་ཡག་ཡོད་རེད་ལྷ་སྐུ་དགོངས་ཡག་ཡོད་རེད་ཕྱག་མཚན་དགོངས་ཡག་ཡོད་རེད་ཡི་གེ་དགོངས་ཡག་ཡོད་རེད་སོ་སོ་གི་ལུས་དགོངས་ཡག་ཡོད་རེད་སེམས་དགོངས་ཡག་ཡོད་རེད། དངོས་གནས་ཡག་ཤོས་དེ་སོ་སོ་སེམས་བྱ་ར་བྱེད་ནི་འཚོ་བསྡད་པ་དེ་ལ་དགོངས་ཡག་ཤོས་ཆགས་ཀྱི་རེད། སོ་སོ་སོ་སོ་འཚོ་བྱ་ར་བྱེད་ནི་ཁ་ཚང་གི་ལ་ཡིན་པ་ལུག་རྫི་བྱེད་ཀྱི་ལུག་འཚོ་གི་ར་བ། ལུས་ག་རེ་འགྲོ་གི་འདུག་འཚང་གི་འདུག་མི་འདུག་ག་རེ་བྱེད་ཀྱི་འདུག་སྤྱང་ཀི་ཡོང་གི་འདུག་མི་འདུག་དེ་འདྲའི་རྐྱེན་ནི་ང་ཚོ་གི་སེམས་དེ། ལུག་རྫི་གཅིག་གི་ལུག་འཚོ་བ་ནང་བཞིན་སོ་སོ་གི་སེམས་ནང་ལ་ཡ་ཁ་འཁྱོག། སེམས་ཉོན་མོངས་པ་ཕྱོགས་ལ་ག་རེ་འགྲོ་གི་འདུག། དགེ་བ་ཕྱོགས་ལ་ག་རེ་འགྲོ་གི་འདུག། སེམས་དེ་མ་རུངས་པ་ག་རེ་བྱེད་ཀྱི་འདུག་ག་ཕྱོགས་འགྲོ་འགྲོ་བྱེད་ཀྱི་འདུག་ག་ཚ་འགྲོ་གི་འདུག་བྱ་ར་བྱེད་བསྡད་པ་དེ་ལ་བྱ་ར་ཟེར་ཏེ་རེད། ཨ་ནི་སེམས་འཚོ་བསྡད་པ་དེ་ལ་ད་ཡག་ཤོས་ཤོས་བྱེད་ཟེར་ཏེ་བྱ་དགོས་རེད། བཅུ་ཡ། སྒོ་སྲུང་གི་ནང་ནས་དང་པོ་སེམས་དེ་བཅུག་གི་རེད། ལུས་དང་ངག་ཉིན་དུས་བཅུ་ཡར་དུ་ལྟོགས་སུ་ཡོང་གི་རེད། ལྟ་བ་བདེ་བོ་ཡོང་གི་རེད། ཡིན་ནའི་སེམས་བཅུ་ཡར་དུ་ཁག་པོ་ཡོད་རེད། སེམས་ཆུད་པའི་སྒོ་ནས་ལུས་ངག་ཉིན་དུས་ཆུད་སོང་ན་ཡག་ཤོས་དེ་བྱ་དགོས་རེད། ཡང་སེམས་དེ་ཡར། ང་ཚོ་གི་སེམས་བཅུ་བ་ལ་ཡང་ཉོན་མོངས་པ་ངུས་མ་སོང་ན་དེར་བཅུད་ཐང་ཤིན་གི་མ་རེད། ཁ་ཚ་ལ་ཡིན་པ་ངས། སྡུག་བསྔལ་གྱི་ངོས་ཟིན་ནས་བློ་སྦྱོང་དེ་མ་བྱས་པ་ཡིན་ན། ནི་སྡུག་བསྔལ་ལས་གཡོལ་ཞིང་གི་མ་རེད་སྡུག་བསྔལ་ངོས་བཟུང་ཐུབ་ཀྱི་མ་རེད་ཉོན་མོངས་ངོས་མ་བཟུང་ན་ཉོན་མོངས་ལ་གཡོལ་ཞིང་གི་མ་རོ། ཉོན་མོངས་ཁ་ཤས་དགེ་བ་ཡིན་དྲན་དུ་ཡོད་རེད། ང་ཚོ་ནང་པ་གི་ཉོན་མོངས་ཡིན་སྲིད་ཕྱི་རོལ་པོ་ཁ་ཤས་དགེ་བ་འཚལ་དུ་ཡོད་རེད། འོ་དེ་འདྲའི་འཁྲུག་སྡད་གི་མང་པོ་ཡོད་རེད་དེ་ཡིན་ཙང་ང་ཚོ། སྡུག་བསྔལ་ཤིས་པ་བྱས་ཟེར་ཡག་གི་སྡུག་བསྔལ་སྣ་དྲངས་མང་པོ་ཞི་བོ་བརྗོད་རེད་དཔེར་ན། སྡུག་བསྔལ་མདོ་བསྡུས་ནས་བཤད་པ་ནི་སྡུག་བསྔལ་སོང་གསུང་གི་རེད། ད་ང་ཚོ་སྤྱང་གྲུང་ཡིན་ན་འདྲ། བྱང་ཆུབ་སེམས་སྒོམ་པ་ཡིན་ན་དང་པོ་སྡུག་བསྔལ་དེ་ཡག་པོ་ཅི་རག་འཕྲོད་རང་གི་སྟེང་གི་སྡུག་བསྔལ་དེ་ཡག་པོ་ཅི་རག་འཕྲོད། རང་གི་སྟེང་གི་སྡུག་བསྔལ་ཡག་པོ་རག་འཕྲོད་ན་ནི་གཞན་སེམས་ཅན་གཞན་ལ་བག་ཁ་སྤོ་འགྲོ་དུས་ནི་ཉེས་ཆད་ཆག་གི་རེད། རང་སྟེང་ནས་སྡུག་བསྔལ་ཡག་པོ་ཅི་ངེས་མ་སོང་ན། ངེས་འབྱུང་ཡག་པོ་ཅི་མ་བྱས་ན། ཨ་ནི་བག་ཁ་ཕྱོགས་ནི་གཉིས་ཅན་ཡོང་གི་མ་རེད། གཉིས་ཅན་ཡོང་གི་མེད་པ་ཡིན་ན་བྱང་ཆུབ་སེམས་སྐྱེ་ཡག་གི་ཐབས་ཡོད་མ་རེད། དེ་ཡིན་ཙང་དང་པོ་རང་སྟེང་གི་སྡུག་བསྔལ་དེ་རིམ་པས་རིམ་པས་རིམ་པས་མ་སྡུག་བསྔལ་ངོས་བཟུང་དགོས། རེད་ཚེ་འདི་གའི་སྡུག་བསྔལ་ད་གའི་ཤི་ཡ་དེ་ཚོ་ངོས་བཟུང་མི་དགོས་པ་བྱས་ཏེ་ཚ་བ་ཕག་ཟས་དང་གྲོ་ག་ཤི་ཟས་དེ་གའི་སྡུག་བསྔལ་དེ་མྱོང་དུ་ཡོད་རེད་བ། ད་སྡུག་བསྔལ་གཙོ་བོ་གཅིག་ག་རེ་རེད་ཟེར་ན་ང་རང་ཚོ་སྐྱེ་བ་རྗེས་མ་ངན་སོང་ལ་འགྲོ་ཡག་གི་སྡུག་བསྔལ་གཅིག་བཞིན། དེ་ལ་སྐྱེས་བུ་ཆུང་ངུའི་སྐབས་ཀྱི་སྡུག་བསྔལ་དེ་བཅས་དེ་ལ་ཐར་འདོད་ཀྱི་བློ་གཅིག་བཅས་རང་ཉིད་རེ་དྭགས་སོ་སོ་རེ་དྭགས་དང་པོ། ད་ལྟའི་ངན་སོང་དམྱལ་བ་ཡི་དྭགས་དུད་འགྲོ་གཙང་ལ་སྐྱེས་པ་ཡིན་དུ་སྡུག་བསྔལ་མི་བཟོད་པ་ཡོད་པ་ཅིག་གཅིག་ཤིང་རྭ་གྱི་ཁྲོད་འཇིགས་སྐྲག་ཅིག་སྐྱེས་ཤིང་ན་ནི་སྤྱང་གྲུང་གི་རྒྱུ་གཅིག་རེད་ཡང་བྱང་ཆུབ་སེམས་བསྒོམ་པའི་སྐབས་སུ་ཡང་གཉིས་བྱེད་ཀྱི་ཡག་ཤེས་གཅིག་རེད། རང་གི་སྡུག་བསྔལ་ངན་སོང་གི་སྡུག་བསྔལ་མི་བཟོད་པ་ནང་བཞིན་གཞན་སེམས་ཅན་ཐམས་ཅད་ཡང་ངན་སོང་ལ་ཡོད་དེ་ངེད་ཚང་མ་ལ་ཡང་མི་བཟོད་པ་ཅིག་ཡོང་ཡ་སོ་སོ་རང་སྟེང་ནས་ཡག་པོ་ར་འཕྲོད་དགོས་རེད་ཟེར། ད་ཡང་སྡུག་བསྔལ་ཡང་རྒྱ་ཆེར་བཏང་ནས་ད་ངན་སོང་སོང་ཙང་དུ་མ་ཟད་ཨ་ནི་བདེ་འགྲོ་ལྷ་དང་མི་དང་དེ་འདྲའི་ཁང་སོང་ཁོ་ཨ་ག་བ་ལ་སྐྱེས་པ་ཡིན་ན་ཡང་ཨ་ནི་སྡུག་བསྔལ་སོང་པོ་གང་རུང་གཅིག་གིས་མ་འདི་པ་ན་དེ་གི་འདུག་བསམ་དེ་ནི་སྐྱེས་བུ་འབྲིང་གི་བསམ་པ་ལ་རེ་ཁོ་ཨ་ཅེ་དང་བྱེ་བྲག་གི་སྡུག་བསྔལ་ལ་འཇིགས་སྐྲག་སྐྱེ་བཞིན་པ་ཆགས་འགྲོ་རེད། ད་སྐྱག་འགྲོ་ཡང་ད་ག་ནང་བཞིན་སྐྱག་འགྲོ་ཚད་མཐོ་རུ་འགྲོ་དགོས་རེད་སྐྱག་འགྲོ་གི་རྒྱུ། འཇིགས་སྐྲག་དེ་ཆུང་བ་ཡིན་ན་སྐྱག་འགྲོ་ཡང་ཆུང་བ་རེད། སྐྲ་སེར་གྱི་སྡུག་བསྔལ་དེ་ཆེ་བ་ཡིན་ན་དེ་ལས་དཔྱད་ཡག་གི་ལྕགས་འགྲོས་དེ་ཡང་འབྲིང་རེད་སྤྱི་པའི་འབྲིང་ཟེར་གི་རེད་སྤྱི་པའི་འབྲིང་དང་ཐོག་མ་བ་ཟེར་གི་རེད། ད་དེ་ནི་སྡུག་བསྔལ་ཆེ་ཤོས་དེ་ག་རེ་སྲིད་ཞི་སྙིང་གི་སྲིད་ཞི་སྙིང་ག་གི་སྡུག་བསྔལ་ཟེར་ཡ་ཆོད་རེད། སྲིད་པ་སྡུག་བསྔལ་མཐའ་དག་མ་ཟེར་ཨ་ནི་རང་ཉེན་ཞེ་བ་ངས་ཉན་རང་སྒྲ་བཅོམ་པའི་གོ་འཕང་ཐོག་སུ་ན་ཡང་སྡུག་བསྔལ་རེད་ད་ཐིགས་པ་ཆེན་པོའི་གང་ཟག་གི་བཏུས་ཏེ། སྔོན་སེམས་ཤིང་གི་མཐའ་ལ་སྡུག་བསྔལ་ལས་འགྱུར་ཕྲ་བཅས་ཞེས་པ་དེ་ནི་ན། སྡུག་བསྔལ་མཐའ་ཐུག་པ་དེ་རེད། ད་སྤྱི་བོ་ཆེན་པོ་གི་སྡུག་བསྔལ་ཟེར་ཡ་དེ་རེད། ད་དེ་ལས་ཐར་འདོད་ཀྱི་སྐྱབས་འགྲོ་དང་གཞན་དེ་ལས་སྐྱོབ་འདོད་ཀྱི་བྱང་ཆུབ་ཀྱི་སེམས། འོ་གཉིས་བཅས་པ་ལ། དང་པོ་སྡུག་བསྔལ་ར་འཕྲོད་ཀྱི་འདུག་བ་དེ་ཡིན་ཙང་ཨ་ལས་ངན་དང་པོ་ངན་སོང་སོགས་ཀྱི་སྡུག་བསྔལ་ཟེར་ཡ་དེ་ན་ལ། སྡུག་བསྔལ་གྱི་སྡུག་བསྔལ། འཇོལ་ཡུལ་སྡུག་བསྔལ། ཁྱབ་པ་སྡུག་བསྔལ་གཉིས་སྡུག་བསྔལ་སོང་ཡོད་རེད། ད་སྡུག་བསྔལ་གྱི་སྡུག་བསྔལ་ཟེར་ན་ང་ཚོ་ཡོངས་གྲགས་དེ་རེད་ད་གིན་ཚ་བ་བར་ཡ་དང་མགོ་ན་ཡ་དང་སེམས་མི་སྐྱིད་ཡ་ཆགས་ཡ་དང། འཇིག་རྟེན་ཡོངས་གྲགས་འབུ་གྲོག་མ་ཚོན་ཆུས་ངོས་བཟུང་ཐུག་ཡ་གི་སྡུག་བསྔལ་དེ་ལ་སྡུག་བསྔལ་གྱི་སྡུག་བསྔལ་ཡིན་ལབ་རེད། སྡུག་བསྔལ་གྱི་སྡུག་བསྔལ་ཟེར་ཡ་དེ། དམག་ཅིག་ཡོད་ན་དམག་དེ་སྡུག་བསྔལ་རེད་དེ་གང་ལ་ད་དུང། སུ་པའི་ཁོག་ཅིག་རྒྱག་ཤར་ན། ཆུ་ཚ་པོ་ཅིག་བླུགས་ན། སྡུག་བསྔལ་སྙིང་རྩ་ཆགས་སོང་བ་དེ་སྡུག་བསྔལ་གྱི་སྡུག་བསྔལ་ཟེར་དེར་ལབ་དགོས་རེད། ཁོ་གཉིས་ལབ་དགོས་པའི་ཁར་དང་པོ་ལས་དང་ཉོན་མོངས་ལ་གྱོང་འགྱོ། ལས་དང་ཉོན་མོངས་ཀྱི་གཞན་དབང། སྡུག་བསྔལ་རྨང་གཞི་ཆགས་ཡོད་རེད། ད་དུང་དེ་ག་ལ་ནི་ང་ཚོ་ངོས་བཟུང་ཐུབ་ཡག་གི་སྡུག་བསྔལ་དེ་སླད་པ་རེད་སྡུག་བསྔལ་གྱི་སྡུག་བསྔལ་ཟེར་དེ་རྨ་ཐོག་ལ་ཚྭ་ཆུ་བླུགས་པ་ནང་ཞིག་དེ་རེད་ལབ་རེད། རྨ་བྱས་ཡོད་ན་སྡུག་བསྔལ་རེད་དེ་ག་ལ་ད་དུང། ཆུ་ཚ་པོ་ཅིག་བླུགས་ན་ཡང་བསྐྱར་སྡུག་བསྔལ་ཡིན་སྡུག་བསྔལ་གྱི་སྡུག་བསྔལ་ཟེར་དཔེ་དེ་བཞག་ཡོད་རེད། ད་ཡང་འཇུ་ཡི་སྡུག་བསྔལ་ཟེར་མཁན་དེ་ད་ལྟ་འཁྲུགས་འདུག་ད་ང་ཚོ་ཚང་མ་ལ་ད་ལྟ་འཇུ་ཡི་སྡུག་བསྔལ་ཟེར་ན་འཇིག་རྟེན་ཡོངས་གྲགས་ཀྱི་ངོས་བཟུང་ཡག་གི་བདེ་བ་དེ་རེད་ད།

དེ་སྡུག་བསྔལ་གྱི་སྡུག་བསྔལ་ཟད་ནས་འཇིག་རྟེན་ཡོངས་གྲགས་ཀྱི་ད་ལྟ་འཚོ་བ་ང་ཚོ་གི་ང་རང་ཚོ་གི་ཉོམ་བདེ་ངན་གྱི་འཚོ་བ་བདེ་སྐྱིད་ཀྱི་དུ་བ། མི་གང་དགའ་ཧང་སང་ཧོན་ཐོག་གི་ས་གི་བདེ་སྐྱིད་དེ་དངོས་གནས་བྱས་ན་དེ་ལས་ག་རེ་འཇོལ་བའི་སྡུག་བསྔལ་སོང་ཤག་རེད། ག་རེ་ཟེར་ན་སྡུག་བསྔལ་ང་རང་ཚོ་ལ་སྡུག་བསྔལ་གནང་ཤག་རེད་འཚོ་ཤག་རེད་མ་གཏོགས་དོན་ངོ་མ་ལ་ག་རེ་ཟེར་ན་སྡུག་བསྔལ་ཆེ་ཆུང་གཉིས་ཀྱི་རྗེ་བོ་ལོག་ཚང་དེ་རེད། སྡུག་བསྔལ་ཆེ་ཆུང་གཉིས་ཀྱི་རྗེ་བོ་ལོག་ཚང་དེ་ལ་ང་ཚོ་བདེ་བ་ལབ་ཤག་རེད། ང་ཚོ་ལ་བདེ་བ་ལབ་ཤག་རེད། ང་ཚོ་ལ་བདེ་བ་གནང་ཤག་པ་རེད། ད་དེའི་ཆེད་དུ་ནི་དེ་ལས་ཆ། དེའི་ཆེད་དུ་དེ་ནི་ཆ་སྡོང་རྨོངས་སོང་འདུག་དེ་ནི། སྡུག་བསྔལ་ཆེ་བ་དེ་བཟོས་ཤག་རེད། སྡུག་བསྔལ་སྡུག་བསྔལ་དེ་བཟོས་ཡོང་གི་རུ་ཚོ། རྒྱུའི་སྡུག་བསྔལ་ཟེར་ག་རེ་རེད་ཟེར་ན། སྡུག་བསྔལ་ཆེ་ཆུང་གཉིས་རྗེ་བོ་བློ་ཚངས་ཟེར་ན་དེ་རེ་རེ་ཁྱེད་རང་གང་པ་པོ་པོ་པོ་པོ་འགྲོ་ན་སྡུག་བསྔལ་ཆེན་པོ་ཞེས་པའི་མྱང་འགྲོ་གི་རུ་བ། འགྲོ་འགྲོ་འགྲོ་སྡུག་བསྔལ་མྱང་དུས་མ་བདེ་དུས་གང་ལ་བདེ་བ་རེད་ད་སྐྱིད་པོ་འདུག་ཟེར་ནི།

རེད་དེ་གར་བྱེད་རེད་ཁོ་བདེ་བ་འཚོ་བསྡད་དེ་ང་ཚོ་བདེ་བ་རྩི་བཞག་རེད་མ་གཏོགས་གནག་བཞག་རེད་མ་གཏོགས་དོན་ངོ་མ་ལ་གར་བྱེད་རེད་ད་གིས་ལྟོགས་བསྡད་པ་དེ་མ་ཆུང་རུ་འགྲོ་དེ་རེད། ཡང་ཇག་གྲ་པའི་སྡུག་བསྔལ་འགོ་བཙུགས་རེད་ད་ག་རེད། ཡང་གང་ཟག་ཅིག་ལ་ཟ་ཟ་དེ་ནི་པར་རུ་ཅིག་མི་བདེ་བའི་ཆ་འོང་ད་ཡང། ཕལ་ཆེར་འདི་ཟ་ན་དེ་མིན་ན་ཚ་དང་ཡང་འགོ་བཙུགས་རོགས།

དཔལ་འབྱོར་ཚད་ལ་སྐྱེས་པ་ཡོད་ན་ཡང་དེ་ལ་ཡོད་ནས་ཡོད་ནས་མི་འགྲིག་སྡུག་བསྔལ་གྱིས་ལེགས་ཀྱི་རེད། བརྒྱ་ཆ་བརྒྱ་ལེགས་ཀྱི་རེད་ཡང་སྡུག་བསྔལ། དཔལ་འབྱོར་ལ་དཔག་པའི་སྙན་གྲགས་མི་ཐུབ། ཨ། དཔལ་འབྱོར་གཡོག་མི་ཐུབ། དཔལ་འབྱོར་དེ་ནི་བེད་སྤྱོད་བཏང་མ་ཐུབ། ད་གཡོག་པོ་ག་འགྲིག་མི་འགྲིག་ད་དེ་ད། ཡོད་པའི་སྡུག་བསྔལ་དེ་མཐའ་ཡས་པ་ཡོད་རེད་ད་དེ་འཚོལ་དགོས་ཡོད་མ་རེད་ཡང་ཁོ་རང་འཚོལ་དགོས། ད་ལྟ་དེ་ལ་སྡུག་བསྔལ་ཁྲེགས་ཀྱིས་ཁྲེགས་ཀྱིས་འབད་རྩོལ་བྱེད་དགོས་བ། ཚང་མ་ལ་གོ་དེ་རེད་དེ་བྱས་ཙང་འདི་འཇུ་ཡི་སྡུག་བསྔལ་ཟད་དེ་དངོས་གནས་ཕ་ཡག་པོ་གྱིས་བལྟས་པ་ཡིན་ན། སྡུག་བསྔལ་ཆེ་ཆུང་གཉིས་ཀྱི་རྒྱལ་པོ་ལོག་འཚང་རྐྱང་རྐྱང་འདི་ལ་ང་ཚོ་བདེ་བ་རྩིས་བདེ་བ་རེད་གནག་བདེ་བ་རེད་མ་གཏོགས་དོན་ངོ་ཐོག་ལ་བདེ་བ་རེད་ཡོད་མ་རེད། ད་བདེ་བ་དངོས་གནས་དེ་ག་དུས་ཐོབ་གི་རེད་ཟེར་ན་གཉིས་རྗེས་ཀྱིས་དཔྱད་ན། སེམས་ཅན་ཐམས་ཅད་ལ་སྨིས་པའི་མ་གཅིག་བུ་གཅིག་ལྟ་བུ་གྱི་བརྩེ་བ་གཉིས་རྗེས་འདི་ལས་སོང་ན་དངོས་གནས་བདེ་བ་རེད་དེ།

ད་ག་སྣང་བཞིའི་གནས་ལུགས་སྟོང་པ་ཉིད་ཀྱིས་རྟོགས། ཆུའི་དྭངས་ཆུ་རྒྱུན་མ་ལྟ་བུ་མཐོང། རང་ཞལ་མེད་པར་རྟོགས། ཨ་ན་ཐ་བི་གོ་འཕང་སྟེ་དངོས་གནས་ཡོད་པ་ཇི། སིན་གསུངས་ན་ད་དངོས་གནས་འདི་ཅིག་ཅར་ནོངས་པ་དེ་རེད་གཏན་གྱི་བདེ་བ་ཟད་དེ་རེད། ད་དེ་ག་ཚོད་ཡོད་ན་ཁོ་ག་ཚོད་ག་ཅིག་ན་བདེ་བ་བདེ་བ་ཆུ་ཕྱི་རུ་འགྲོ་བ་ཇི་མ་སྡུག་བསྔལ་ངོ་འགྲོ་ཡག་གི་གནས་འཁོར་ཡོད་མ་རེད། འོ་དེ་འདྲ་རེད།

དེའི་ཆེད་དུ་དམག་རྒྱག་དགོས་རེད་དེའི་ཆེད་དུ་ད་ལས་ཀ་བྱེད་དགོས་རེད་དེའི་ཆེད་དུ་དུས་ཚོད་བཏང་དགོས་རེད། ཚང་མ་དེ་འདྲ་དེ་འདྲ་ཅང་ཅེ་ཅེ། ངོ་ཐོག་ལ་མྱོང་ཡོང་དུས་གང་གི་སྡུག་བསྔལ་ངོ་ཅང་ཅང་འགྲོ་ངོ་ཐོག་ལ་མྱོང་ཡོང་དུས་སྡུག་བསྔལ་ངོ་ཅང་ཅང་འགྲོ་བསྡད་པ་རེད། ཚང་མ་དེ་འདྲ་བྱས་ནས་ཆེ་བ་རྗེ་ཁ་ནས་ཆུང་བ་གང་ཟག་གི་བར་དུ། ཚང་མ་ལ་དེ་འདྲ་འཁྲུག་བསྡད་པ་རེད་ད། སངས་རྒྱས་བཅོམ་ལྡན་འདས་དེ་ཚང་མ་སྡུག་བསྔལ་བར་བ་འདི་ནི་སྡུག་བསྔལ་བར་བའི་བདེན་པའོ་གསུངས། སྡུག་བསྔལ་ཤིན་པ་བྱ། བསླབ་བྱ་བྱེད་བྱ།

གཞོན་ནུའི་དོན་རུ་བཀོད་དང། རྗེ་བོ་སྲས་ལ་འཁྲུངས། སྒྱུ་རྩལ་འགྲན། སྒྱུ་རྩལ་འགྲན་ནི་དཔེ། སྐབས་དེ་དུས་རྒྱ་གར་གྱི་ལུང་པ་རྣམས་ནས་སྒྱུ་རྩལ་འགྲན་ནི་དེང་སང། ཞུ་སྟངས་བྱས་པ་ཡིན་ན་ཧེ་རོ་ཨེ་དང་པོ་ཨང་དང་པོ་དེར་བ་ད། ཁྲག་ཤ་འཇོ་དེ་མ་རོ་དངུལ་གནས་ཚུལ་དེར་བ་ཡ། ཨ་ནི་བཙུན་མོ་གར་དེ་གི་སི་མང་པོ་ཨ་ནི་བཙུན་མོ་ནང་ནས་སྐད་གྲགས་ཆེ་བ་ཨ་ནི་སྲས་འཁྲུངས། ཨ་ནི་རྗེ་བོ་སྟོབས་ཆེན་པོ། སྐབས་དུས་དུས་དམག་རྒྱལ་དགོས་ན་ཨང་དང་པོ། དེ་འདྲའི་ཕུན་སུམ་ཚོགས་པ་ཅི་ལས་སྡུག་བསྔལ་རེད་ཟེར་ནས་དེ་ནི་དེ་བཞག་ནས་ད་རབ་ཏུ་བྱུང་བ་མཛད་པར་བ། འོ་དེ་ཡིན་ཙང་སྡུག་བསྔལ་ལ་ར་འཕྲོད་ན་དེ་ལས་བྱ་དགོས་རེད་ཨ་ནི་ཁྱེད་ག་ན་ཞིག་གི་སྡུག་བསྔལ་ཟིག་ཨ་ནི་སྡུག་བསྔལ་ལ་ངེས་པར་འབྱུང་དེ་ང་ཚོ་གཅུང་འདྲེ་འདིས་མཛད་པ་དེ་ག་ང་ཚོ་ལས་ལག་ན་ར་གར་བསྟན་གིར་ཆུ་དེ་མ་བསྟན་ན་དགོས་རེད་བ་དེ་ཡིན་ཙང་ང་ཚོ་སྡུག་བསྔལ་དེ་ཡག་པོ་ངོ་མ་འཕྲད་ན་སྡུག་བསྔལ་ཅིག་ལས་བདེ་བ་གཞན་དེའི་ཆེད་དུ་འབད་རྩོལ་བྱེད་ཨ་ན་ཡོང་ཡང་ཁོ་ར་སྡུག་བསྔལ་ཅང་ཅང་བཟོད་བཞག་པ་རེད

ཨོ་དེ་ཡིན་ཙང་དེ་ལས། ང་ཚོ་སྔས་ལས་ག་རེ་རེད་ངས་ངོ་སྤྲོད་ཞུ་ཡ་དེ། སྐྱབས་འགྲོ་གི་རྒྱུ་ཡིན་ན་འདྲ་བྱང་ཆུབ་སེམས་སྐྱེ་བ་ལ་དང་པོ་ང་ཚོ་སྡུག་བསྔལ་དེ་ཡག་པོ་ཅིག་རག་འཕྲོད། དེ་རིང་ངས་རག་འཕྲོ་ཟེར་ན་དེ་སྡུག་བསྔལ་དེ་ལས་འཇིགས་སྐྲག་གི་བློ་དེ་ལས་བཅའ་བུའི་ནུས་པ་དཀོན་མཆོག་སུ་ཡོད་པར་ཡིད་ཆེས་ནས་ད་སྐྱབས་འགྲོ་ཟེར་ན་ངས་གོ་བདེ་པོ་ཅིག་ལབ་ན་དེ་རེད་ཐུབ་པ་སངས་རྒྱས་བཅོམ་ལྡན་འདས་དེ་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ་སྐྱིད་སྡུག་ལེགས་ཉེས་གང་བྱུང་ཆང་ཨ་ནི་སྟོན་པ་བཅོམ་ལྡན་འདས་ཆེས་གི་མཁྱེན་བཟང་པ་དེ་ཁྱེད་རང་རང་གི་སྐྱབས་རོགས་བྱེད་ཟེར་ཡ་དེ་སྐྱབས་འགྲོ་རེད།

ཨ་ནི་མ་བཅོས་འགྲོ་བ་རིལ་རིལ་སེམས་ཅན་ཐམས་ཅད་མ་གཅིག་བུ་གཅིག་ལྟ་བུ་གི་བརྩེ་བ་སྙིང་རྗེ་ཆེན་པོ་བསྐྱེད། ཨ་ནི་སྡུག་བསྔལ་བྲལ་འདོད་ཀྱི་བློ་ཁོག་ཏུ་སོ་སོ་གི་བསྐྱེད། ཨ་ནི་སྡུག་བསྔལ་སེམས་ཅན་ཐམས་ཅད་སྡུག་བསྔལ་བྲལ་བར་བྱེད་ན་ད་ལྟ་ང་ལ་ནུས་པ་མེད་ཙང། ཨ་སེམས་ཅན་ཐམས་ཅད་སྡུག་བསྔལ་བྲལ་གྱི་ནུས་པ་དེ་སངས་རྒྱས་གོ་འཕང་ལ་འདུག་འོ་དེ་ཁྱེད་རང་ནང་བཞིན་གྱི་ངས་བྱེད་ཀྱི་ཡིན་ཟེར་དགོས་པ་དེ་རེད། སངས་རྒྱས་བཅོམ་ལྡན་འདས་ཁྱེད་རང་ནང་བཞིན་གྱི་ང་ཡང་བྱེད་ཀྱི་ཡིན་ཟེར་ནས་ལྟས་ཟེར་ཧམ་པ་འདྲ་རྒྱག་ཐུབ་ན་བྱང་ཆུབ་སེམས་རེད།

ཨ་ནི་སྤྱང་གྲུང་ཡོང་གི་མི་འདུག་སྤྱང་གྲུང་གི་ཆེད་དུ་ཡང་སྤྱང་གྲུང་བྱས་ཡོད་རེད་དཱ། ང་སྤྱང་གྲུང་ཅིག་དགོངས་གིན་སྤྱང་གྲུང་ཡང་དགོངས་ཐུབ་གི་མི་འདུག་ད་དེ་འདྲའི་སོ་དེ་སྨྲས་པ་རེད་ཤག། ད་སྤྱང་གྲུང་ནང་དུ་འཇུ་ལུགས་ཡོང་ཡག་ཤོག། སྤྱང་གྲུང་འཇུ་ལུགས་སྐྱེལ་བྱུང་བ་དེ་དཀོན་མཆོག་ཁྱོད་བཞིན་ཡིན་སང་ཡང་བསྐྱར་སྤྱང་གྲུང་གི་ཆེད་དུ་སྤྱང་གྲུང་བྱས་ཡོད་རེད། ཨ་སྤྱང་གྲུང་གི་མྱང་ལས་བྱས་དང་འདྲ་རེད་དཱ། མ་གཏོགས་དངོས་གནས་སྤྱང་གྲུང་དགོངས་འདུས་ཕོ་བཟོ་གི་ཡོད་མ་རེད་དཱ་ཡང། ནང་ཐུང་ཐུང་བྱེད་གི་རེད་བ།

དམ་པའི་ཆོས་ཟེར་ན་ཆོས་དཀོན་མཆོག་ཟེར་ཡ་དེ་སོ་སོའི་རྒྱུད་ལས། ཨ་ནི། ཆོས་དཀོན་མཆོག་རྒྱུད་ལས་སྐྱེས་འོངས་རེད་དཔེར་ན་ཉོན་མོངས་གང་ཡང་རོ་སྤངས་པའི་མགོ་བདེ་ཟེར་ངེས་འདྲ་ཉོན་མོངས་སྤོང་བྱེད་ཀྱི་ལམ་གཉེན་པོ། ད། འཕང་ལམ་མ་ཐོབ་བར་དུ་ཆོས་དཀོན་མཆོག་རྒྱུད་ལས་སྐྱེ་གི་ཡོད་མ་རེད། དཔེར་ན། དགེ་འདུན་དཀོན་མཆོག་དང་སངས་རྒྱས་བབས་པའི་ཐུགས་རྒྱུད་ཀྱི། མཁྱེན་པ་འདི་ལ་ཆོས་དཀོན་མཆོག་ལ། སངས་རྒྱས་དཀོན་མཆོག་དང་དགེ་འདུན་དཀོན་མཆོག་ཐུགས་རྒྱུད་ཀྱི་ཉོན་མོངས་སྤངས་པའི་མགོ་བདེ་འདི་ལ་ཆོས་དཀོན་མཆོག་ལགས། ད་སྐྱབས་དངོས་དེ་རེད། ད་ལྟ་ང་ཚོ་གར་བྱེད་ཟེར་ན་འདི་ལྕགས་དངུལ་དེ། དངུལ་ཡིན་སྟངས་ག་རེ་རེད་ཟེར་ན་སྨན་ལྟ་བུ་དེ་རེད་གསུང་དགོས་རེད་ལྕགས་སྟོན་པོ་པོ་དེ་སྨན་པ་མཁས་པ་ལྟ་བུ་དེ་རེད། སྨན་པ་དེ་ལྕགས་སྟོན་པོ་པོ་ནང་བཞིན་དེ་རེད་ན་ཚ་ག་རེ་ན་གི་འདུག་ནད་སྨན་ག་རེ་འགོ་གི་འདུག་ལམ་སྟོན་གནང་མཁན་དེ་རེད། ཨ་ནི་དེ་ལམ་སྟོན་གནང་བ་ནང་བཞིན་བྱས་པ་ཡིན་ན་ཨ་ནི་སོ་སོ་བརྗོད་ལ་ཨ་ནི་ཆུ་དཀོན་མཆོག་དེ་སྨན་དེ་སོ་སོ་གི། སྨན་པ་ལག་པ་ནས་སྤྲད་འདུག་སྨན་དེ་ཟ་དགོས་བ་ན་ཆུ་ཆུ་དེ་སོ་སོ་གི་བྱས་དགོས་རེད། ཆུ་བྱས་པ་ལ་དེ་ནི་ཆུ་འགོ་ཆོག་བརྗོད་ལ་བྱས་ཟེར་ན་ཨ་ནི་ལྕགས་འགྲོ་རེད་ལྕགས་དངུལ་ནི་དེ་རེད་སྨན་ལྟ་བུ་དེ་རེད་ཟེར་དགོས་རེད། སྐྱེས་གྲུབ་པའི་མདའ་གྲོགས་ཟེར་དུས་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་རེད་དགེ་འདུན་དཀོན་མཆོག་ཟེར་ན། ཨ་ནི་དཔེ་ན་རྗེ་བཙུན་འཇམ་དཔལ་ཡང་འཕགས་པ་སྤྱན་རས་གཟིགས། ད་བྱང་ཆུབ་སེམས་དཔའི་ཨང་དུ་བྱས་ན། ཨ་ནི་ཉན་ཐོས་ཤཱ་རིའི་བུ་དགྲ་བཅོམ་པའི་གོ་འཕང་མཐོ་དེ་ངས་འཕང་ལང་མཐོ་དེ་ངས་འགྱོད་ཤུགས་དེ་ཅི་འོང་དེ་ཅི་མི་འོང་ཟེར་མཁན་འདྲ། འཕང་ལང་མཐོ་དེ་ངས་དེ་ཚོ་དགེ་འདུན་དཀོན་མཆོག་ལ་དགོས་རེད་ལ། ད་ནི་ང་ཚོ་གྲྭ་པ་དགེ་འདུན་ཟེར་ཡ་དེ་དགེ་འདུན་རེད་དགེ་འདུན་དཀོན་མཆོག་མ་རེད་ད། ད་དགེ་འདུན་དཀོན་མཆོག་ཡོད་ཟེར་གི་རེད་བ་ད། དགེ་སློང་ཤེས་ཡིན་ཕྱིན་ལ་དགེ་འདུན་ལག་གི་རེད་དགེ་འདུན་དཀོན་མཆོག་ལག་གི་མ་རེད། ཡིན་ན་སྤྱན་འཕྲོ་བསླབ་བྱ་གི་སྐབས་སུ་དགེ་འདུན་དཀོན་མཆོག་འདུ་ཤེས་བྱ་ཞེས་ན་སོ་སོ་ལ་ཁེ་བཟང་ཡོད་རེད། དགེ་འདུན་གྱི་འདུ་ཤེས་བྱ་ནི་གོ་སོ་བ་མང་ལ་བལྟ་བྱས་ནས་སོ་སོ་ལ་ཕན་ཡོན་ཐོགས་འགྲོ་རེད་མ་གཏོགས་དགེ་འདུན་དངོས་གནས་དེ་གསོད་རེ་ཟེར་ན་བྷ་བྷའི་དགེ་འདུན་དཀོན་མཆོག་རེད། རྗེ་བཙུན་སྒྲོལ་མ་འདི་ཚོ་དགེ་འདུན་དཀོན་མཆོག་རྗེ་བཙུན་སྒྲོལ་མ་ཆགས་ནས་འགྲིག་གི་རེད། ངོ། སྤྱན་རས་གཟིགས་ལ་སོགས་པ་ས་སྤྱོད་ལ་གནས་པའི་བྱང་ཆུབ་སེམས་དཔའ་དང་ཉན་རང་འཕགས་པ་དང་ཉན་ཐོས་དགྲ་བཅོམ་པ་དང། ཨོ་ད་དེ་གའི་དེ་ལང་གཞུག་གི་གང་ཟག་དེ་ཚོ་འཕགས་ལང་ཐོ་ཚན་ངན་ཡན་ཆད་དེ་ལ་དགེ་འདུན་དཀོན་མཆོག་ལ་དགོས་རེད། དགེ་འདུན་དཀོན་མཆོག་གི་ཐུགས་རྒྱུད་ཀྱི་སྤངས་རྟོགས་ཀྱི་ཡོན་ཏན་དེ་ལ་ཆུ་དཀོན་མཆོག་ལ་དགོས་རེད། གང་ལ་གཅེས་སུ་འགྲོ་སའི་ཡུལ་དེ་རེད། རེ་བ་ཆགས་ས་དེ། གང་ལ་སྐྱེས་སུ་འགྲོའི་ཡུལ། དཀོན་མཆོག་གསུངས་གསལ་དེ། ད་དེ་ཚོ་ལ་ང་ཚོ་གཞུང་ལ་བག་རྒྱག་དེ་འདྲ་ཡིན་ན་འདུན་པ་བྱེད་སྲོལ་ཡོད་འདུག་རྗེས་རྗེས་རྗེས་དེ་འདྲ་མ། བྱེད་ཡ་ཡོད་རེད་ཨ་ལེ་དེ་མི་གོ་བ་བྱེད་ངེས་ལ། ང་ཚོ་གོ་བདེ་པོ་ཐོག་ནས། ག་ལེ་ག་ལེ་རིམ་པས་རིམ་པས་ཡང། ཡ། གནས་ཚད་མཐོ་རུ་འགྲོ་དུས་ང་ཚོ་གཞུང་ལ་རྒྱག་ནས་ཁྲིད་ན། འོ་ད་ལྟ་ངས་གོ་བདེ་པོ་བྱེད་དུ་མ་ཧྲོགས་སུ་ཞུ་བཞག་ན་དྲེགས་དགོས་རེད། དག་བཅས་སུ་འགྲོ་ཚུལ་དེ་དག་གི་ཟས་དེ་རེས་བཅག་འགྲོ་གི་བརྗོད་ཉེས་ལ་བརྟེན་ནས་ནི་རེས་དུས་བྱ་བ་དེའི་རྗེས། དེ་ནས་བཅས་སུ་འགྲོ་བའི་བསླབ་བྱ་ཟེར་ངེས་བརྗོད་རེས་བསླབ་བྱ། བཅས་འགྲོ་བཅས་སུ་འགྲོ་ནས་བསླབ་བྱ་ག་རེ་རེད་ཟེར་ན་ཨ་ནི་ཐོག་མ་མ་ཡིན་པའི་བསླབ་བྱ་ཟེར་ཏེ་གསང་སྤྱོད་དཀོན་མཆོག་ལ་བཅས་སུ་འགྲོ་ན་ཁོ་རང་ཐོག་མ་མ་ཡིན་པ། སྒྲུབ་པའི་བསླབ་བྱ་བཅས་དགག་པའི་བསླབ་བྱ་བཅས་གཉིས་ཡོད་རེད། སངས་རྒྱས་ལ་བཅས་སུ་འགྲོ་ན་ཨ་ནི་སེམས་ཅན་ལ་གནོད་འཚེ་སྤངས་ཟེར་གི་རེད། སྒྲུབ་པའི་བླ་ཆེན་ག་རེ་གསང་སྤྱི་ལ་སྐྱབས་སུ་འགྲོ་ན་ནི་གསང་སྤྱིའི་སྒོ་སྐུ་གཟུགས་རྡོ་ལས་བྱས་པའང་གསེར་ལས་བྱས་པ་དང་དངུལ་ལས་བྱས་པ། རས་ལས་བྲིས་པ་ཡིན་ན་འདྲ་སྐུ་གཟུགས་བྱོན་ལེགས་པ་ཡིན་ན་འདྲ་བྱོན་མ་ལེགས་པ་ག་འདྲས་བྱུང་བ་ཡིན་ན་ཡང། གསང་སྤྱིའི་དཀོན་མཆོག་དངོས་ཡིན་བསམ་ནས་འདུ་ཤེས་བཞག་ཡ་དེ་ལས་སྒྲུབ་པའི་བསླབ་བྱ་བསྲེག་རེད། ད་ང་ཚོ་དེ་ཡང་ཀི་ཏོག་སེ་ཁེན་ཚ་ཡོར་དང་སྒྲུབ་པའི་བསླབ་བྱ་ནང་ལ་ཁེན་ཚ་ཡོར་སེག་གི་སྐུ་འདྲ་བྱས་ན་རྩ་བ་ཆེན་པོ་ཞིག་བྱེད་དགོས་རོགས་ཡང། ཡང་དེ་རྡོ་སོལ་འདྲ་དུ་བྱོན་མ་ལེགས་ངེས་ཡིན་ན་མ་མ་མ་མ་རྩི་གཟུགས་ནང་ལ་མ་མ་ཁེན་འགྲོ་ཡ་བརྗོད་རོགས་ཨ།

དགེ་འདུན་དཀོན་མཆོག་ལ་བཅས་སུ་འགྲོ་ན་གྲོགས་སྡིག་འགྲོ། སོ་སོ་སྡིག་རིགས་གྲོགས་པ་ཕྱོགས་ལ་མ་འགྲོ་ཡག་དེ་རེད། ད་འགྲོ་མུ་སྟེགས་པ་དང་མ་འགྲོ་ཟེར་གི་རེད། ད་སྡིག་གྲོགས་ལ་མ་འགྲོ་ལབ་གི་རེད། འོ་དེས་ནི་དཀོན་མཆོག་སུ་སོ་སུ་གི་ལབ་རྒྱ་ཐུན་མོང་མ་ཡིན་པ་ཨ་ལབ་དེ་རེད། འཇིག་རྟེན་པའི་ལྷ་ལ་བཅས་སུ་མ་འགྲོ་ཟེར་ཡག་དེ་ང་ཚོ་འཇིག་རྟེན་པའི་ལྷ་དྲེགས་པའི་ལྷ་དེ་ཚོ། ཀྱི་ཡི་ལྷ་དེ་ཞེ་སྡང་དུ་ཡི་བློ་ལ་སོགས་པ་མཐུ་བོ་ཆེ་དེ་འདྲ་ནུས་པ་ཡོད་འཇུག་དེ་འདྲ་ལ་ང་ཚོ་སྤྱང་གྲུང་བྱས་ཡོད་མ་རེད་སངས་རྒྱས་ལ་བཅས་སུ་འགྲོ་ནི་ཁོ་ཚོ་ལ་གྲོགས་ལྕོག་ཆོག་གི་རེད་སྤྱང་གྲུང་དང་གྲོགས་ཁ་ཁ་རེད། རོགས་པ་བྱས་ཤོག་ཨ་ཟེར་ནས་དེ་གཏོང་གོ་དེ་བྱ་ཆོག་གི་རེད། ང་ཚོ་མིས་མིའི་བག་ལ་ཡ་ཁ་ལག་བཏང་རོགས་པ་བྱེད་ར་ལ་དགོས་ཡོད་ར་བ་སྐྱབས་འགྲོ་མ་ར་བ་དེ། འཇིག་རྟེན་པའི་ལྷ་ལ་ཡིན་ན་གཏོར་མ་བཏང་གསོལ་བཏང་བསང་བཏང་ཨ་ནི་མིའི་འཇིག་རྟེན་གྱི་བྱ་བ་དགེ་བའི་བྱ་བ་ལ་རོགས་པ་བྱས་ཤོག་ཟེར་ཡག་གི་ཚོད་དེ་རེད། ཡིན་ན། སྐྱེ་བ་དང་ཚེ་རབས་ཐམས་ཅད་ལ་ཁྱོད་རང་རང་ཤི་ཡིས་ཟེར་ནས་མགོ་འབུལ་ལུས་འབུལ་དེ་བྱ་ཡོད་མ་རེད། སྤྱང་གྲུང་ཟི་ལིང་མགོན་པོའི་གླིང་པས་བཤད་དགོས་རེད། འཇིག་རྟེན་པའི་ལྷ་དེ་ཚོ་ལ་མགོན་པོའི་གླིང་པས་བྱས་ཡོད་མ་རེད་ང་ཚོ་མི་གྲོགས་པོ་འདྲི་ག་ནང་ཞིག་ཨ་ནི་དེ་གསོལ་ཀ་དེ་ཞུ་རོགས་བྱེད་གཏོར་མ་དེ་ཞིག་བསང་མཆོད་དེ་ཕུལ་ནི་ཨ་ནི་ངའི་དགེ་བའི་བྱ་བ་ལ་རོགས་པ་བྱས་ཤོག་ཨ་ཟེར་དེ་རེད། འོ་རོགས། སྐད་ཆ་བཤད་དེ་སྤྱང་གྲུང་མ་རེད་འོ་ཐུགས་སུ་ཆེ། འཇིག་རྟེན་པའི་ལྷ་ཁྱེད་སུ་མི་འགྲོ་ལ་རེད། ད་ཆུའི་མགོ་ལྕོག་ལ་དཔྱད་བཟོད་ལོ་ནི་སེམས་ཅན་ལ་ནུས་ཟིན་སྤང་གི་རེད་ག་རེ་ད་ཆུའི་ཟིན་ངེས་ཏེ་ག་རེ་ཟིན་ནས་སེམས་ཅན་ལ་བརྟེན་ནས་ཆུ་དྲུག་དགོས་ར་བ་ནི་ད་གི་ལ་ཡིན་པ་རྐུ་མ་ཅིག་སྤངས་པ་ཡིན་ན་ཡང་ཆུ་བྱས་ཏེ་རྐུ་མ་སྤང་གི་ར་བ་རྐུ་མ་སྤངས་ཏེ་སེམས་ཅན་ལ་གཉིས་བྱས་དང་སེམས་ཅན་ལ་རེ་ཐང་ཅིག་བརྩེ་བས་དེ་ལས་བརྩེ་བའི་སྒོ་ནས་རྐུ་སྤང་གི་རེད་དེའི་བརྩེ་བའི་སྒོ་ནས་སྲོག་ཆུ་སྤང་གི་དུ་བ།

བརྩེ་བ་གཉིས་ཅན་གྱི་ཐོག་ནས་ནི་ལྡོག་གི་རེད། དེ་ལྡོག་པ་ཡིན་ན་ནི་ཆུའི་ཆང་རི་རེད། ཨ་ནི་དགེ་བ་ཆང་རི་རེད། དེ་འདྲ་ཡིན་ཙང་ཆུའི་དཀོན་མཆོག་དེ་སེམས་ཅན་ལ་གནོད་འཚེའི་དཔང་ཡག་རང་ཆགས་ཀྱི་ཡོད་རེད་མ་གཏོགས་ཆུའི་དཀོན་མཆོག་ལ་གཅེས་སུ་འགྲོ་སའི་ཕྱི་ཚོགས་གཅིག་ལ་ནི་སེམས་ཅན་ལ་གནོད་འཚེ་དཔང་ཁོ་ནི་ལྡོག་ལྡོག་ཆོག་ཆགས་ཀྱི་ཡོད་ད། དེ་ནི་གྲོགས། དགེ་འདུན་དཀོན་མཆོག་ལ་གཅེས་སུ་འགྲོ་ན་གྲོགས་མི་འགྲིག་པ་དང་སྡིག་གྲོགས་ལ་སོགས་པ་སོ་སོ་ཁོ་མཉམ་དུ་འགྲོ་དུས་སྡིག་པ་ཕྱོགས་ལ་རང་མི་དགེ་བ་ཕྱོགས་ལ་ཁྲིད་འགྲོ་མཁན་དེར་འགྲོགས་འདྲིས་བྱེད་པ་དེ་ཉུང་རུ་གཏང་དགོས་རེད། གྲོགས་མི་ཐིག་པ་དང་མི་འགྲོགས་བསད་པས་སོ་སོ་ལྟ་སྤྱོད་རང་ཚུགས་མི་ཐུབ་ངེས། ཨེ་མི་ཐིག་པ་རྣམས་དུད་འགྲོའི་དུས་སོ་སོ་གི་ལྟ་བ་འགྲོ་དུས་ཤོར་འགྲོ་ངེས་ཉམས་འགྲོ་ངེས་གང་འགྲིག་གི། ཡོད་ནའང་ནི་མ་འགྲོགས་པ་རེད། མ་ཟད་དེ་འདྲ་མ་ཡིན་ནའང་ཀོ་མི་ཐིག་པ་དང་འགྲོགས་ནས་གལ་ཡོད་མ་རེད། འོ་དུས་སུ་བྱེད། ད་དུས་ཚོད་གང་འདྲ་བྱེད་ཀྱི་འདུག། འོ་དེ་ཞག་ཡིན་པས། འོ་ད་དེ་འདྲ་ཅི་ལ་བྱེད་ན་འགྲིག་ས་རེད་བས། དེ་རིང་ང་ཚོ་ཡང། དེ་འདྲ་ཅི་ལ་བྱ་ཞེ་ན་དྲི་བ་དྲིས་ལན་རེ་ཡོད་བས།